དྲེགས་པ་ལ་ང་བཟང། ངེད་ཀྱི་དོན་དེ་ལ་རྩོད་པ་སྤང་བ། ཤིང་རྟ་དང་བདག་གི་ཐ་སྙད་རྣམས་དཔེ་དོན་དུ་སྦྱར་བ། དེ་ནས་དོ་ཁས་དག་ཁས་ལེན་པའི་ཡོན་ཏན་གཞན་བསྟན་པ། མཁས་རྨོངས་ཀྱི་ཆང་བྲོད་ཀྱི་གཞི། བདག་ངས་བཟུང་བའོ། སྟོང་ངོ་ནི། སྟོང་ངོ་ངེས་ཀྱི་དོན། གང་གི་ཕྱིར་འཇིག་རྟེན་གྱི་ཀུན་རྫོབ་འདི་སྔར་བཤད་པ་དེ་ལྟར་དག་དོན་ཚུལ་ཡིས་ཚིག་གི་རྣམ་པ་བདུན་དུ་བཤད་པ་ན། འོ་ད་འཇིག་རྟེན་གྱི་ཀུན་རྫོབ་འདི།

ཡོད་པ་རྙེད་པར་མི་འགྱུར་གསུང་ཟེར་ན། ཨོ་ད་དོགས་དོན་བཙལ་ན་ད་དེ་ཡོད་པ་དེ་རྙེད་པར་མི་འགྱུར་གི་གཟིགས་ཟིན་ད་དོགས་དོན་བཙལ་ན་རྙེད་སྟངས་ནི་ད་རང་བཞིན་གྱིས་ཡོད་གསུང་ཟེར། ཡོད་པ་རྙེད་པར་མི་འགྱུར་གསུང་མ་རྟོགས་བར་དྲོ་གི་ཡོད་པ་དེ་ཉིད་ཀྱི་ཟིར་ཟིན་མ་རྟོགས་མ་ཤེས་པར་ཡོད་པ་དེ་ཉིད་ཀྱི་ཟིར་ཟིན་ནོ་དེར་ཟིན། རྣལ་འབྱོར་པས་སྔར་བཤད་པའི་རིམ་པ་འདི་ཉིད་ཀྱིས་བདག་དང་ཤིང་རྟ་འདི་ལ་སྔར་ལྟར་རྣམ་པར་སྤྱོད་པ་ན་ཟིན། ཨོ་ད་ན་འབྱོར་བ་ག་ང་བཤད་པའི་རིམ་པ་འདི་གི་སྟེང་ནས་ད་བདག་དང་ཤིང་རྟ་འདི་ལ་ད་ང་ལྟར་རྣམ་པར་ཤོད་པ་ན་ཟིན། ཨོ་ཡ་རྣམ་པ་བདུན་དུ་བཤད་པར་ཤོད་པ་ན་ཟིན་མོད་དེར་ཆོས་ཉེ་བ་ཁོ་ནར་དེ་ཁོ་ན་ཉིད་ཀྱི་སྟེང་དཔོག་པར་འགྱུར་རོ་ཟིན། ཨོ་ད་འདི་མོ་གི་རྣམ་པ་བདུན་དུ་བཤད་ལས་ནི་མཐའ་བདུན་དུ་བཤད་ལས་ནི་དེ་ནི་ད་མ་ཉེས་དྲིས་ཐག་ཚོད་ད་དུས་ཀྱི་རང་བཞིན་གྱི་མེ་ནོར་དུ་རྟོགས་ཡིན། ཧོ་ཡ། རྣལ་འབྱོར་བ་གི། དེ་ལྟར་རྣམ་པར་ཞལ་ལས་ནི་མ་རྙེད་ན་ཏི། བདག་གི་འཛོད་པའི་ཆོས་དེ་དང་དེ་རང་བཞིན་གྱིས་མིན་ནོ། ཧོ། ཏི་རྟོག་གེ་ནི་ད་ཕྱིས་ཉེ་བ་ཁོ་ནི་དེ་ཉིད། དེ་ཁོ་ན་ཉིད་ཀྱི་སྟོང་ཧོར་འགྱུར་བའོ། ཧོ་ཏི་ཏི་ཧེ། དེ་ཁོ་ན་ཉིད་ཀྱི་སྟོང་ཧོར་འགྱུར་བ། དུ་ཡོང་གི་རེད། དེ་ཇི་ལྟར་ཡིན་ཞེ་ན་ཤིང་རྟ་རང་བཞིན་གྱི་གྲུབ་པ་ཞིག་ཡིན་ན་རྣམ་པ་བདུན་གྱི་རྩ་བ་ནི་ངེས་པར་ཟླུམ་པོ་གང་རུང་ཞིག་ཏུ་ངེས་དགོས་པ་ལ་ཟིན། འོ་ད་ཤིང་རྟ་རང་བཞིན་གྱི་འོག་ཏུ་ནི་གཏུམ་མོ་གི་མཐའ་བདུན་གྱི་སྟེང་ནས་རྩ་ཡིག་གསུངས་པ་དེ་ཡིན་གཅིག་མིན་གཉིས་ངེས་དགོས་གི། འོ་ད་མཐའ་གང་རུང་ཞིག་ཤིང་རྟ་ཡིན་པར་ངེས་དགོས་གི། ངེས་དགོས་པ་ལ། རྣལ་འབྱོར་པའི་ཤིང་རྟ་འདི་ཡོད་པ་ཉིད་མི་རྙེད་དོ་ཟིན། འོ་ད་དེ་གས་ཤ་ལས་སོང་ན་དེ་རྣལ་འབྱོར་བ་གི་ཤིང་རྟ་འདི་ཡོད་པ་མི་རྙེད་ཀི། མཐའ་བདུན་དུ་བཤད་ན་དེ་གས་ཡོད་པ་མི་རྙེད་ཀི། དེའི་ཚེ་རྣམ་པ་བདུན་གྱིས་བཙལ་བ་ན་མི་རྙེད་པ་གང་དེ་ཟིན་ནོ། འོ་ད་རྣམ་པ་བདུན་གྱིས་རྣམ་བདུན་གྱི་རིག་བྷ་གའི་སྟེང་ནས་བཙལ་ཡས་ནས་དེ་ན་དེ་མི་རྙེད་པ་གང་དེ་ཟིན་ནོ། འོ་གང་མི་རྙེད་ནོ་དེ་ཟིན་ཏོ། མི་རྙེད་པ་གང་དེ། ཇི་ལྟ་བུར་ན་རང་བཞིན་གྱིས་ཡོད་ཅེས་དེ་མེད་དོ་ཟིན་ནོ།

ཨོ་ད་ད་ཁའི། མ་ཉེས་དང་ན་ད་རང་བཞིན་གྱི། ཡོད་ས་ད་མི་འཇོག་གི་འོས་སམོ། ད་འདི། ཁྱབ་བྱེད་ཁག་ཡོང་དུས་ད་ཚོ་ད་ཁྱབ་བྱ་ཁག་གྱོ་གི་འོས་སམོ། ཁྱབ་བྱེད། ཨོ་ཡ་རྣམ་བདེན་གྱི་བཙལ་བ་རྣམས། མི་ཉེས་པ་ཡིན་དང་ན་ད། ཁྱབ་བྱ་རང་བཞིན་གྱི་ཡོད་པ་ད་ད་ཁག་གྱོ་གི་འོས་སམོ།

དེ་ལྟར་རྣལ་འབྱོར་བ་ལ་ངེས་པར་སྐྱེ་བར་འགྱུར་གསང་ཟིན། ཚུལ་དེས་དེ་ཁོ་ན་ཉིད་ལ་ཡང། རྣལ་འབྱོར་བ་བདེ་བླག་ཏུ་འཇུག་པར་འགྱུར་རོ་གསུངས་མོ། འོ་ད་ཚུལ་དེའི་རྟགས་ནི་ད། ད་དེ་ལྟ་བུའི་བཤད་པ་གཏོང་མཁན་གྱི་རྣལ་འབྱོར་བ་དེ་དེ་ད། དེ་ཁོ་ན་ཉིད་ལ་བདེ་བླག་ཏུ་འཇུག་པར་འགྱུར་གྱི་གསུངས་མོ། འོ་ཡ། ད་དངོས་པོ་གྱི་ཡིན་ལུགས། དངོས་པོ་གྱི་གནས་ལུགས་མཐར་ཐུག། འོ་དེ་ལ་ད་བདེ་བླག་ཏུ་འཇུག་པར་འགྱུར་གྱི་གསུངས་མོ།

ད་དུས་དེ་ཉིད་ལའང་བདེ་བླག་འཇིགས་འགྱུར་བའི་སྐུ་དྲི་དག་ཚོ། ད་རྣལ་འབྱོར་བ་དག་ད་ཚུལ་དུས་གང་གི་ཞལ་ནུ་བོ་ནམ་ལྡན་གྱི་རུ་ཁག་གི་མ་རྙེད་པ། ང་ད་དེ་མེད་ནོ། ཨོ་ཡ་རང་བཞིན་གྱི་མེད་ནོ་དག་ཐོག་ཡོང་བ་ནས། ཨོ་ཡ་ད་ཤོད་ཚུལ་དུས་རྟག་ནས་ད་དེ་ཁོ་ན་ཉིད་ལ་རྣལ་འབྱོར་བ་དེ་བདེ་བླག་ཏུ་འཇིགས་ཤོར་འགྱུར་གྱི་ཟིན། ཨོ་ཡ། ད་ཨང་གྲགས་ཀྱི་ཀུན་རྫོབ་ཀྱི་རྣམ་གཞག་ད་དོན་དམ་གྱི་རྣམ་གཞག་ཏུ་ཉམས་པར་མི་འགྱུར་བར་མ་ཟད། ཀུན་རྫོབ་ཀྱི་རྣམ་གཞག་ལ་ཉམས་པར་མི་འགྱུར་བ་རེ་ཟུང་ངོ། འོད་དེ་རང་གི་སྒྲ་གི་ཀུན་རྫོབ་ཀྱི་རྣམ་གཞག་ཉམས་པར་ཡང་མི་འགྱུར་བ་དུ་བསྡུ་གི། འོ་ཡ།

སྙམ་དུ་བསམ་སྟེ་ངེས་པར་ཁས་བླང་བར་བྱའོ་གཟིམ་ལྟ་དབུ་མ་བ་གི་ལྟ་དབུ་མ་བའི་ལུགས་ལ་མཁས་པ་དག་གིས་ད་ངེས་པར་དུ་ཁས་བླང་བར་བྱ་བ་ཡིན་ཟེར་ནས་རང་འགྲེལ་ན་དེས་གསུང་ངོ་དགོས། ཞེས་གསུང་བས། འདིའི་ལུགས་སྐྱོན་མེད་པ་རང་གི་ལུགས་ལ་ཁས་བླང་བར་བྱ་ཡི་གཟིམ། འོ་ད་འདིའི་ལུགས་སྐྱོན་མེད་པ་དེ་རང་ལུགས་ལ་ཁས་བླང་བར་བྱ་ཡི། འདི་ལ་ལུགས་ཡོད་པ་མིན་ནོ་ཞེས་གནོང་བཀུར་བར་མི་བྱའོ་གཟིམ། ཨོ་ད་མཐའ་འགྱུར་བ་འདི་ལ་ཏེ་རང་ལུགས་མེད་ཟེར་མཐའ་འགྱུར་བ་ལ་རང་ལུགས་མེད་ཟེར་ནས་འདི་ལ་ལུགས་ཡོད་པ་མིན་ནོ་ཞེས་ཨོ་ཡ་ད་གཞན་ལུགས་འདུག་ཁོ་ཙམ་མ་གཏོགས་ད་རང་ལུགས་མེད་ཟེར་ནས་ཨོ་ད་ཤེས་ཨ་ནོང་ག་བར་མི་ཟའོ་ཟེར་ནས་ད་ཨ་ནོང་ཨ་ནོང་ཡིན་གྱི་ན་ཏེ་ད་སྐྱོན་འདྲ་ངོ་ཚ་ར་བ་དེ་ཡོད་མོད། ཀིར་སྐུ་ནོ་པེ་ཁིར་ནོ་དོན་འགྲུབ་ད་ད་ངོ་ཚ་ཏེ་ག་བར་མི་ཟ་ཟེར་ནས་ད་རང་ལུགས་སྐྱོན་སྐྱོན་ཏེ་ག་བར་མི་ཟ་ཟེར་ནོ་དེར།

ཨོ་ཡ། ད་ཤིང་རྟ་རང་བཞིན་གྱིས་ཡོད་པ་མིན་པ་དེ་རྣལ་འབྱོར་བ་གིས་སྔར་ལྟར་བཤད་པ་ན་ད་ཤིང་རྟ་མ་མི་ཤོར་བའི་རྒྱུ་མཚན་དེ་ལ་རག་ལས་ཡོད། ཨོ་ཤིང་རྟ་རང་བཞིན་གྱིས་མིན་ནོ། རང་བཞིན་གྱིས་ཡོད་པ་མིན་ནོ་བའི་རྒྱུ་མཚན་ནི། ད་རྣལ་འབྱོར་བ་གིས་སྔར་ལྟར་བཤད་པ་ན་ཟེར་ན། ཨོ་ཡ། མཐའ་བདུན་གྱི་སྟེང་ནས། ཨོ་ཡ།

དེ་ལ་རང་མོས་དུ་འདུག། དེའི་ཡན་ལག་ཚོགས་ཙམ་ཞིག་གིས་ཟིན། འོ་ད་ཤིང་རྟ་ཡན་ལག་ཅན་ཤིང་རྟ་དེ་ཁས་མ་ཉན་ན་ར། འོ་ཡ། ད་ཤིང་རྟ་རང་བཞིན་གྱིས་མེད་གསུངས་ན་ར་ཡན་ལག་ཚོགས་ཙམ་ཞིག་མི་ཁ་ན་ཟིན་ན་ཡན་ལག་ཚོགས་ཙམ་ཞིག་མི་དགོས་དུ་འདུག། ཡན་ལག་ཚོགས་ཙམ་ཙམ་ཡོད་དགོས་མོད་དེ་ན་ད་ཡན་ལག་ཚོགས་ཙམ་པོ་དེ་རང་བཞིན་གྱིས་ཡོད་དཀའ་དུ་འདུག་ན། ད་ཟ་དགོས་མོད། གོ་བརྡ་ཡན་ལག་ཅན་གང་ལྟར་དུ། རྣམ་པ་བདུན་གྱི་སྟེང་ནས་བཤད་པ་དང་ཡིན་གསུངས་ན་ད་མི་རྙེད་ཀི། མི་རྙེད་ནོ་བའི་རྒྱུ་མཚན་གྱིས་ཏེ། སྔར་ལྟར་བཤད་པ་ན་གང་ལྟར་མ་མོའི་ཁོག་ལ་རག་མོད་གསུངས་མོད། གང་ལྟར་རང་བཞིན་གྱིས་མེད་པ་དུ་ཡན་ལག་ཅན་གང་ལྟར་རང་བཞིན་གྱིས་མེད་པ་དུ། རྣལ་འབྱོར་ཡང་སྔར་ལྟར་བཤད་པ་ན་གང་ལྟར་མ་མོའི་ཁོག་མ་མིག་ནོ་གི་རྒྱུ་མཚན་དེ་ལ་རག་ལས་ཡོད་ཀི་གསུངས།

དང་རྒྱུད་སྤུན་ནི་འཛིན་ནས་ཧོ། ཡ་རངག་ཤེས་དེ་བུ་ནོ་ཏི་ཀའི་རྒྱུད་འབྲི་མོ། ཁྲེ་ཀུ་ཀི་པ་ཉོ་བུ་ནོ་ཏི་སྤུན་འབྲི་མོ། ཧོ། ཡ་རྒྱུད་སྤུན་ནི་འཛིན་ནས་ཧོ། དེ་ཡང་ཚོ་ཙ་ན་ར་རྒྱའི་ཐག་རྒྱུད་དུ་ཡོད་ད་དང་སང་ཐག་གི་ནས་ད་ཀི་པ་ར་ཐེ་ནས་བཟུང་ནོ་རྒྱའི་ཐག་གོ་ཏྲི་ད་ཚོ་ཨོ་ཏི་ཤེས།

ཡང་ག་ཅི་ཀི་འདི་ཟི་དང་འདྲ། གལ་ཏེ་གང་ལྟ་སོ་སོར་ཞིག་པ་ན་དེའི་ཕུང་ལུགས་ལ་སོགས་པ་ཚོགས་པ་དམིགས་པ་ཉིད་མ་ཡིན་ནམ། དེའི་ཕྱིར་ཡན་ལག་ཅན་མེད་པར་ཡན་ལག་དག་ཀྱང་མེད་དོ་ཞེས་ཅི་སྟེ་བརྗོད་ཅེ་ན། འོ་ད་ཡན་ལག་ཅན་མེད་གསུངས་པར་ཡན་ལག་ཡོད་དགོས་སམ་མོ། ད་གང་ལྟ་སོ་སོར་ཞིག་པ་ན་གང་ལྟ་ཞིག་ཡེ་ནས་སྟོར་ཡེ་ནས་དེ་དག་ན། འོ་ཡ་ཕུང་ལུགས་ལ་སོགས་པ་ཚོགས་པ་དམིགས་པ་ཉིད་མ་ཡིན་ནམ་ཟི་ན། འོ་ད་ཕུང་ལུགས་ར་དམ་མོ།

ཡན་ལག། ཤིང་རྟ་གི་ཡན་ལག་ཏུ་འཛིན་དགོས་ནོ་དེས་ན། སྔར་དེ་རྣམས་ཤིང་རྟ་དང་འབྲེལ་བའི་རིགས་པ་ཁོ་ནས་ཟིན། སྔ་ན་དེ་ཤིང་རྟ་སྒྲིག་ཡས་གཞུག་ནོ་བའི་སྐབས་ཀྱི་ཤིང་རྟ་དང་འབྲེལ་ཡས་ཟླ་མོ་དུ་མཐོང་བ་ཁོ་ན། སྔ་ན་ཤིང་རྟ་མཐོང་བ་ཁོ་ན་གི་ད་དེ་ཤིང་རྟ་གི་ཡན་ལག་ཡིན་ནོ་བའི་དུ་མོ་ཟིན་འཛིན་གྱི་རིགས། ཨོ་ཡ་སོ་སོར་སྐྱེ་བའི་ཡན་ལག་དུ་ཤིང་རྟ་གི་ཡན་ལག་ཏུ་འཛིན་གོ་ནོ་ཏི་སྔར་དེ་རྣམས་ཤིང་རྟ་དང་འདྲིལ་བའི་རིགས་བར་ཁོ་ནས་ཟིན་ཨོ་ཤིང་རྟ་དང་འདྲིལ་ལས་བདག་མོ་དི་འཐུང་བ་ཁོ་ན་དི་མོ་གི་འཐུང་མཁན་གི་རྐང་ཟག་དི་ཁོ་ན་གི་དི་ཕང་ལོ་ལ་སོགས་པ་འདི་དག་ནི་ཤིང་རྟའི་ཡན་ལག་ཡིན་ནོ་སྙམ་དུ་རྟོགས་ཀྱི་ཟིན་སྙམ་དུ་འཛིན་གྱི་ཟིན་ནོ་ཏི་ཨོ་དི་ཤའི་འཛིན་སྦྱོར་མི་འདི་སྔར་དེ་བརྟེན་མི་ཤེས་པ་གཞན་གྱི་འདི་མ་ཡིན་ཏེ་ཟིན། སྔ་ན་དི་ཤའི་ཤིང་རྟ་རིག་མ་མྱོང་ནི་ཟིན་དི་ནི། ད་ཤིང་རྟ་དང་འདྲེ་ལྟ་མོ་དུ་མི་ཤེས་ནི་ཟིག། དུ་མོ་བུ་གན་གྱི་ནི། དུ་ཤིང་རྟ་གན་ཡང་ལག་ཡིན་མོ་དུ་མི་ཤེས་གི། མི་ཤེས་པ་གཞན་གྱི་ནི་མ་ཡིན་ཏེ་ཟེར་ན་སྔར་དེ་ལྟའི་མི་ཤེས་པ་གཞན་གྱི་ནི་མ་ཡིན་ཏེ། གང་ཟག་དེ་ནི་ཕུང་ལོ་སོགས་ཀྱི་རང་གི་ཆ་ཤས་ལ་བརྟེན་ནས། ཕུང་ལོ་ལ་སོགས་པ་ཁོ་ན་ཡན་ལག་ཅན་ཉིད་དུ་རྟོགས་པར་འགྱུར་རོ། འོ་ད་ང་ན་ཤིང་རྟ་རིག་མ་མྱོང་ནི་ཟེར་ན། ཨ་རིག་མ་ཉུང་ནོ་བོ་གང་ཟག་དེ་གི་ད་བང་ལོ་སོགས་ཀྱི་རང་གི་ཆ་ཤས་ལ་བརྟེན་ནས་ཟིན་ད་དེ་སྐབས་ཀྱི་བང་ལོ་ར་ལོ་དུ་མོ་ཡིན་གྱི་ན་རང་གི་ཆ་ཤས་ལ་བརྟེན་ནས་ད་བང་ལོ་ལ་སོགས་པ་ཁོ་ན་ཡན་ལག་ཅན་ཉིད་དུ་རྟོགས་རིན་འགྱུར་རོ་ཟིན། འོ་ད་བང་ལོ་དེ་ཡན་ལག་ཅན་ཟིག་ཡིན་ནོ་རང་གི་ཆ་ཤས་ལ་བརྟེན་ནས་ཡན་ལག་ཅན་ཟིག་ཡིན་ནོ་འོ་དེ་ལྟར་འཛིན་པར་འགྱུར་གྱི།

ཨོ་ཡ། གང་དག་རང་བཞིན་གྱིས་མ་གྲུབ་ན་དེ་ཡན་ལག་ཀྱང་རང་བཞིན་གྱིས་ཡོད་པ་མིན་པའི་དོན་འདི་ནི། དཔེ་འདི་ལས་ཤེས་པར་བྱ་སྟེ། དཔེ་འདིའི་སྟེང་ནས། ས་བོ་ཧེ་ཐིག་གིས་ཤེས་པར་བྱ་སྟེ། དཔེར་ན། ཤིང་རྟ་ཡན་ལག་ཅན་མེས་ཚིག་ན། འོ་ད་ཡན་ལག་ཅན་གྱི་ཤིང་རྟ་དུ་མས་ཚིག་ཟིན་ན། ཡན་ལག་རྣམས་ཀྱང་མེད་པ་སྟེ། མེས་ཚིག་པར་འགྱུར་བའི་དཔེ་དེ་བཞིན་དུ། ད་ལྟ་ཡན་ལག་ཅན་ཧྲག་བཏང་ན་དེ་ཡན་ལག་རིགས་དུས་འདི་ད་མེ་གི་ཚིག་རང་རྒྱབ་ཡོད་ཀི་དེ་བཞིན་དུ། རྣམ་པར་ཤོད་པའི་རྩི་ཤིང་རྩི་པ་ལས་བྱུང་བའི་མི་དམིགས་པ་རྟོགས་པའི་བློ་ཤེས་རབ་ཀྱིས་མེ་ཟད། ད་ལྟ་རྣམ་ཤོད་ཀྱི་རྩི་ཤིང་རྩི་པ་ལ་བརྟེན་ནས་བྱུང་མོད་ཀྱི། རྣམ་ཤོད་བརྡར་བ་ལ་བརྟེན་ནས་བྱུང་མོད་ཀྱི།

ཤིང་རྟ་རང་བཞིན་གྱི་གྲུབ་པ་དུ་བཀག་ཡོངས་འབྲིའི་ཐ་ཚོ་བློ་གྲོས། ཨོ་ཡ། རྣམ་ཤེས་ཀྱི་བློ་གྲོས་དེ་གི་ཤིང་རྟ་རང་བཞིན་གྱི་གྲུབ་པ་དུ་བཀག་ཡོངས་འབྲིའི་ཐ་ཚོ་སྟེ། དེ་གི་ཡན་ལག། ཡན་ལག་རིགས་རང་བཞིན་གྱི་གྲུབ་པ་དུ་སྟེ་རང་བཞིན་གྱི་གྲུབ་པར་ད་ཚིག་ཐུབ་པ་ཞིག་ད་འདུག་མི་ཐུབ་གི་གཟུགས་ནི་ད་རང་བཞིན་གྱི་གྲུབ་པ་དུ་ད་བཀག་འགྱུར་བའི་གཟུགས་ནོ།

ད་དུང་ན་འདི། ཨང་ཀི་འབྲི་ནི་ཀུན་རྫོབ་ཀྱི་རྣམ་གཟིགས་མཉམ་པར་ཡང་མི་འགྱུར་བར་དུ་གཟུགས་མོ་དང། ཀུན་རྫོབ་ཀྱི་བདེན་པ་མི་མཉམ་པར་བྱ་བའི་སུ། དྲི་རྣལ་འབྱོར་བ་རྣམས་དེ་ཁོ་ན་ཉིད་ལ་བདེ་བླག་ཏུ་འཇུག་པར་བྱ་བའི་སུ། ཤིང་རྟ་རྣམ་པར་བཤད་པའི་ཚུལ་ལ་བསམ་སྟེ་གཟིམས། ལྷོ་ད། ཤིང་རྟ་རྣམ་པར་བཤད་པའི་ཤིང་རྟ་རྣམས་འདུན་གྱི་རིགས་པ་ལ་བརྟགས་ནས་ཤིང་རྟ་རྣམ་པར་བཤད་པའི་ཚུལ་ལ་བསམ་སྟེ།

ཨོ་ཡ་འཇིག་རྟེན་ལ་དཀྲོག་གི་སྒོ་ནས་ཏེ། ཉེ་བར་ལེན་པ་ཕུང་བོ་ལྔ་དང། ཁམས་དྲུག་དང་དེ་བཞིན་དུ་སྐྱེ་མཆེད་དྲུག་ལ་བརྟེན་ནས་ཟིན། ཨོ་ཡ། ད་བདག་བཞི་གི། གང་ཟག་གི་བདག་བཞིའི་ཕུང་བོ་འདི་དག་ལ་བརྟེན་ནས་ཟིན་ནོ། དེ་ནས་བདག་ཀྱང་གང་ལྟ་དེར་ཉེ་བར་ལེན་པའོ་ཉིད་དུ་འདོད་དེ་ཟིན། ཨོ་ད་བདག་ཡིན་གྱི་ན་རེ། ད་གང་ལྟ་དེར་ཉེ་བར་ལེན་པའོ་ཉིད་དུ་འདོད་དེ།

དེ་བཞིན་དུ་ཉེ་བར་ལེན་པ་ཕུང་བོ་ནི་ལུས་ཡིན་ལ་ཟིན། འོ་ད་དེ་བཞིན་དུ་ཉེ་བར་ལེན་པ་ཕུང་བོ་དེ་ལུས་རེད། ད་ལུས་སུ་བྱ་བ་ཡིན། བདག་འདི་ནི་བྱེད་པོ་འོང་ཡང་ཡིན་ནོ་ཞེས་རྣམ་པར་གཞག་གོ་ཟིན། འོ་ད་ཉེ་བར་བླང་བར་བྱ་བ་དེ་ལ་བརྟེན་ནས་ཡང་བདག་འདི་ཡང་བྱེད་པོ་ར་ཡིན། འོ་ཡ། ད་ཉེ་བར་ལེན་པ་ཕུང་བོ་ལྔ་ལ་བརྟེན་ནས་བདག་ཉེ་བར་ལེན་པའོ་ཡང་ཟིན། ཧོ་ཡ། ཉེ་བར་བླང་བར་བྱ་བའི་བྱ་བ་དེ་ལ་བརྟེན་ནས་བདག་འདི་ཡིན་གྱི་ན་བྱེད་པའོ་ཡང་ཟིན། ད་བདག་བྱེད་པའོ་ཡང་ན་བདག་ཉེ་བར་ལེན་པའོ་ཡང་ཟིན་སྐོར་གྱི་བརྡ་གཙོ་ལྟར། ཉེར་ལེན་ཕུང་བོ་ལ་བརྟེན་ནས་ཉེ་བར་ལེན་པའོ་ཡང་ཟིན། ཉེ་བར་བླང་བའི་བྱ་བ་དེ་ལ་བརྟེན་ནས་བྱེད་པའོ་ཡང་ཟིན། ཧོ་ཡ།

འཇིག་རྟེན་གང་བཟུང་བ་དེ་ལ་མི་དགེ་དེ་དང། འཇིག་རྟེན་གང་བཟུང་བ་དེ་ལ་མི་དགེ་དེ་ནི། ལྔ་རང་བཞིན་གྱི་སྒྲིབ་པ། བདག་རང་བཞིན་གྱི་སྒྲིབ་པ་དེ་ལ་མི་དགེ་ནས། དེ་སྐད་དུ་རྟོག་པར་ལྟ་བ་ལ་ཁྱབ་པར་ལྟ་བའོ། དེར་བརྟེན་དུ་ན། བདག་རང་བཞིན་གྱིས་མ་བསྒྲིབས་ནོ། བདག་བརྟེན་ནས་རྟོག་པ་ཙམ་ཡིན་ནོ། དུ་འཇོག་ཤེས་གསུངས་འདི་དག་གཙོ། ད། སྒོ་འདིར། བདག།

ཡོད་པ་མིན་ནོ་ཟིན། གལ་ཏེ་བདག་མི་བརྟན་པར་ངོ་བོ་ཉིད་ཀྱིས་ཡོད་ན་ནི་ཟིན། འོ་ཡ། ད་བདག་མི་བརྟན་པར་ད་བདག་མི་རྟོག་པར་ངོ་བོ་ཉིད་ཀྱིས་ཡོད་དོ་སྙམ་ན། ངོ་བོ་ཉིད་ཀྱིས་ཡོད་ན་ནི་བདག་དང་ཉེ་བར་ལེན་པ་གཉིས་ངོ་བོ་ཐ་དད་པ་མི་རུང་བས་ཟིན། འོ་ད་ཕྱི་རོལ་བའི་ལུགས་ལྟར་ད། བདག་དང་ཉེ་བར་ལེན་པ། ཕུང་བོ་གཉིས་ཀ་བདག་དང་ཕུང་བོ་གཉིས་ཀ་ངོ་ཐ་དད་པ། དེ་ཕྱི་རོལ་བ་གང་གིས་རུང། དེ་མི་རུང་གི། དེ་མི་རུང་མོད་ཀྱི། ཉེ་བར་ལེན་པ་ཉིད་བདག་ཏུ་འགྱུར་ལ། དེ་ཉེར་ལེན་གྱི་ཕུང་བོ་དེ་དག་བདག་ཏུ་འགྱུར་གྱི། དེ་ལྟ་ན་ཟེར་ན། བདག། བདག་དེ་མི་བརྟེན་པར་ངོ་བོ་ཉིད་ཀྱིས་ཡོད་གསུངས་ན། ད། ཡོད་པར་བཟུང་སྟངས་ན། ད་བདག་ར། ཕུང་བོ་གཉིས་ཀ་ངོ་ཐ་དད་པ།

ཨོ་ཡ། དེ་ལྟ་ན་བདག་སྐད་ཅིག་སོ་སོ་ལ་ངོ་བོ་ཉིད་ཀྱི་སྐྱེ་འཇིག་སོ་སོར་ཤེས་པས་འོད་ལྔ་བཞི་འབྲས་མེད་དུ་འགྱུར་བ་དང། ཕུང་བོ་བདག་ཡིན་པར་ཁས་བླངས། བདག། མི་རྟོག་པ་ཡིན་ནོ་ངོ་བོ་ཉིད་ཀྱིས་གྲུབ་པར་ཁས་བླངས་ཙམ་ལ་ད་སྐྱོན་འདི་འབྱུང་གི། ཉེ་བར་བླང་བར་བྱ་བ་རྣམས་དེའི་ཉེ་བར་ལེན་པའོ་འགྱུར་བའི་ཕྱིར་མི་རིགས་སོ་ཟིན། ད་ཉེ་བར་བླང་བར་བྱ་བ་རྣམས། དེའི་ཉེ་བར་ལེན་པའོ་འགྱུར་བའི་ཕྱིར་མི་རིགས་སོ་ཟིན། ད

དེ་བཞིན་དུ་བསྟན་པ་དེ་རྟོགས་པར་ཡང་མི་འཐད་དེ། དེ་ལྟ་ན། དེ་བརྟགས་ན། སྔོན་གྱི་ཚེ་རབས་སུ་བྱུང་བའི་དུས་ཀྱི་བདག་དེ་ཉིད་འདིར་བྱུང་བའི་བདག་ཡིན་པ་དང་བཞིན་དུ། བདག་རྟོགས་པ་ཡང་གསུངས་ན། སྔོན་གྱི་ཚེ་རབས་སུ་བྱུང་བའི་བདག་དེའི་བདག་དེ་ཉིད། ཚེ་འདི་ལ་བྱུང་བའི་བདག་ཡིན་ནོ། བརྟགས་གསུངས་ན། ཚེ་སྔ་མ་དང་འདིའི་བདག་ཉིད་ཀྱི་རེ་ཟིན། འོ་ད་ཚེ་སྔ་མ་གི་བདག་ར། ཚེ་འདི་གི་བདག་ཉིད་ཀྱི་ཉེ་བར་ལེན་པའི་ཕུང་བོ་ངོ་ཐ་དད་པ་ཡིན་པས་ཟིན། འོ་ད་ཚེ་སྔ་མ་གི་བདག་ར། ཚེ་འདི་གི་བདག་ཉིད་ཀྱི་ཉེར་ལེན་གྱི་ཕུང་བོ་ཡིན་གྱི་ན་ངོ་ཐ་དད་དུ་ཟིན། འོ་ཡ་ད་ཚེ་སྔ་མ་ཟིག་ལྷ་གི་སྐྱེས་ཀྱི་ན་ཚེ་འདི་ནི་མི་གི་སྐྱེས་ཀྱི་ན་འོ་དེ་ཡིན་གྱི་ན་ལྷ་གི་ཉེར་ལེན་གྱི་ཕུང་བོ་དེ་ར། མི་གི་ཉེར་ལེན་གྱི་ཕུང་བོ་ཡིན་གྱི་ན། དཀར། ངོ་ཐ་དད། ད་ཚེ་སྔ་མ་གི་བདག་ར་ཚེ་འདི་གི་བདག་ཉིད་ཀྱི་ཉེ་བར་ལེན་པའི་ཕུང་བོ་ཡིན་གྱི་ནི་ངོ་ཐ་དད་པ་ཡིན་པས་བདག་གཅིག་ཏུ་མི་རུང་སྟེ་ཟིན་ཨོ་ད་བདག་གཅིག་ཡིན་ས་མི་འགྱུར། བདག་གཅིག་ཏུ་མི་རུང་སྟེ། ད་ཕུང་བོ་བདག་ཡིན་དུ་ན་ད་ཡང་བདག་གཅིག་ཏུ་མི་རུང་ཟིན་ན་མི་འགྲིག་གོ།

ཚེ་སྔ་མ་གི་ཉེར་ལེན་གྱི་ཕུང་བོ་དང་ཚེ་འདི་གི་ཉེར་ལེན་གྱི་ཕུང་བོ་གཉིས་ཀ་ངོ་ཐ་དད་འདུག་ན། བདག་གཅིག་ཡིན་ས་ར་མི་འགྱུར་གོ་ཟེར་ཙམ་ལྟ། བདག་ར་ཕུང་བོ་གཉིས་ཀ་ཡང་བདག་ཏུ་ཕུང་བོ་ལས་ངོ་ཐ་དད་པ་ཡིན། ཁས་བླངས་ན་ཡང་མི་འགྲིག་གོ། བདག་གཅིག་ལྟར་མི་རུང་སྟེ་ཉེ་བར་ལེན་པ་ལས་ངོ་ཐ་དད་པའི་བདག་མེད་གི། འོ་འདི་རེད། ཧཧཧ

ཨོ་ཡ། རྩ་ཤེར་གལ་ཏེ་ཕུང་བོ་བདག་ཡིན་ན་སྐྱེ་དང་འཇིག་པ་ཅན་དུ་འགྱུར། ཞེས་གསུང་བ་འདི་ལས་ན་ཟིན། ཨོ་ཡ། ད་རྩ་ཤེས་ན་ཕྱོགས་མ་ལ་འདུག་ཤེས་གནོད་པ་འདི་དོན་གོ་གི་ཟིན་ན་ད། གལ་ཏེ་ཕུང་བོ་བདག་ཡིན་ན་ཟིན་ན་ད་ཕུང་བོ་བདག་ཡིན་པར་ཁས་བླངས་དང་ན། རང་སྡེ་གྲུབ་མཐའ་འོག་མ་གི་ཕུང་བོ་བདག་ཡིན་པར་ཁས་བླངས་དང་ན། འོ་ཡ་ད་ཕུང་བོ་བཞིན་དུ་བདག་ར་སྐྱེ་འཇིག་ཅན་དུ་འགྱུར་དགོས་ཟེར་ནས་དེ་མི་འདོད་པའི་ཐལ་བ་འོག་ཏུ་ཕེབས་ངོ། གལ་ཏེ་ཕུང་བོ་བདག་ཡིན་ན་སྐྱེ་དང་འཇིག་བ་ཅན་དུ་འགྱུར་ཟེར་ནས། ཞེས་གསུངས་པ་འདི་ལས་ན། ཧོ་ཡ། ཞེས་གསུངས་པ་འདི་ལས་ན། འདི་ནི་སྐྱེ་འཇིག་མིན་ཤེས་པའི་ཁྱབ་པར་གཉིས་ཟེར། ཧོ་ཡ། འདི་ནི་སྐྱེ་འཇིག་མིན་ཤེས་པའི་ཁྱབ་པར་གཉིས་བཀོད་པ་ཐོ་དཔོན་གྱིས་བཞེད་པ་ཡིན་ནོ་ཟེར། ད་འདི་ནི། སྐབས་འདི་ན་འདི་ནི་སྐྱེ་འཇིག་མིན་ཟེར་ནས། དབུ་མ་འཇུག་པ་ན་འདི་ནི་སྐྱེ་འཇིག་མིན་ཟེར་ནས། ད་སྐྱེ་བ་མིན་པར་འཇིག་པ་མིན་པར་གྱི་ཁྱབ་པར་གཉིས་བཀོད་འདུག་འདི་ལྟར་ལྷོ་སྐོར་ཟླ་བ་གིས་བཞེད་པ་རེད། ཧོ་ཡ། སྐྱེ་འཇིག།

ཀྱི་དམ་ཚིག་ཁོ་ཅན་དུ་འགྱུར་ཞེས་བྱ་བའི་ཐབས་རང་གྱུར་བ་འདི་ལས་ནི། འདི་ནི་སྐྱེ་འཇིག་མ་ཡིན་ཞེས་བྱ་བའི་ཁྱབ་པར་གཉིས། གཉིས་ཐོག་ཧོན་གྱིས་བཞེད་པ་ཡིན་ནོ།

རང་བཞིན་གྱི་ལྟུང་བ་ཡིན་པ་དེ་ལ་དང་འདི་གི་ཐ་ཟི་དེ་དང་ག་ལ་ཡོད་བོ་གསུངས་པ་དང་འོ་ད་རང་བཞིན་གྱི་ལྟུང་བ་ཡིན་དང་ན་ད་ཐ་ཟི་གང་དུ་ཡང་མི་གོ་གི། ཐ་ཟི་གང་དུ་ཡོད་དང་ན་རང་བཞིན་གྱི་གྲུབ་གསུངས་སོ། ཨོ་ཡ། ད་རང་བཞིན་གྱི་སྟོང་བ་ཡིན་པ་འདི་ལ་ད། མཐའ་བཞི་ལ་སོགས་པའི་རྟགས་ཡིན་ངེས་ཏེ། ན་ད། གང་དེ་ཡང། མིན་ནོ། བདག་འདི་ནི་དེ་ཉིད་དེ། ངོ། གཅིག་པ་དང་གཞན་ཉིད་དུ་རང་བཞིན་གྱིས་མེད་དོ་ཟིན།

ཐ་རང་བཞིན་གྱིས་མེད་དོ་ཟེར་ན་གང་ཟག་གི་ཁྱབ་པ་བས་ཆོས་ཀྱི་རང་ངོ། དེ་རྣམས་ཀྱི་རྒྱུ་མཚན་ནི་བདག་ཅེས་བྱ་བའི་དངོས་པོ་རང་བཞིན་གྱིས་གྲུབ་པ་ཡོད་པ་མིན་པའི་ཕྱིར་རོ་ཟེར་རོ། དེ་ལྟར་མེད་ནོ་བའི་རྒྱུ་མཚན། ཐ་དེ་དག་གང་དེ་ཡང་མེད་ནོ་བའི་རྒྱུ་མཚན། ད་བདག་གི་དངོས་པོ་འདི་ཡིན་གྱི་ན་རང་བཞིན་གྱིས་གྲུབ་པ་ཡོད་པ་མིན་ནོ། ཇི་སྐད་དུ་མདོ་ལས། མི་ཟད་པ་ཡི་ཆོས་བཞི་ནི་འཇིག་རྟེན་མགོན་གྱི་བསྟན་པ་སྟེ་སེམས་ཅན་ནམ་མཁའ་བྱང་ཆུབ་སེམས། དེ་བཞིན་སངས་རྒྱས་ཆོས་རྣམས་སོ། ཟད་མི་ཟད་པ་བཞི་ཟེར། ད་སེམས་ཅན་མི་ཟད་པ་ནམ་མཁའ་མི་ཟད་པ་བྱང་ཆུབ་ཀྱི་སེམས་མི་ཟད་པ། སངས་རྒྱས་ཀྱི་ཆོས་མི་ཟད་པ་ཟེར་ནས། ད་མི་ཟད་པ་བཞི་ཡིད་མི་བདེ་རེད། མི་བསད་པ་ཡི་ཆོས་བཞི་ནི་འཇིག་རྟེན་མགོན་གྱིས་བསྟན་པ་སྟེ། མི་བསད་པ་ཡི་ཆོས་བཞི་དེ། འཇིག་རྟེན་མགོན་སངས་རྒྱས་ཀྱིས་བསྟན་པ་སྟེ། འཇིག་རྟེན་མགོན་གྱིས་བསྟན་པ་སྟེ། ད་སེམས་ཅན་ནམ་མཁའ་བྱང་ཆུབ་སེམས་དེ་བཞིན་སངས་རྒྱས་ཆོས་རྣམས་སོ། གལ་ཏེ་དེ་དག་རྫས་ཡོད་ན། གལ་ཏེ་དེ་དག་རང་བཞིན་གྱིས་ཡོད་སོང་ན།